ང་ཚོའི་བསྟན་བཤིག་རེད་འདུག་ཟིན་བསྡད་པར་བ། བྱ་བཟང་ག། ཞེས་ངའི་ངོས་ནས་དགའ་ཟླ་རྒྱལ་དབང་གི་མིང་ཐོག་བཤད། བོད་བསྟན་སྲིད་ཀྱི་དགེ་བསྐུར་བླ་རྔན་གྱི་མིང་འདི་ཆགས་བྱེད་འདུག་ས་རེད། མིང་འདི་ཁྱི་རེད་ཐོག་ན་རྒྱ་ནག་ལ་ཕྱིན་པ་ཡིན། མོའོ་ཙེ་ཏུང་ཐུ་བོ་ཡིན། ཅིག། སོ་སོའི་སེམས་ནང་ལོག་ལ། ང་ཚོ་བོད་པ་ཡིན་བསམ་པའི་ཅིག་གི་སེམས་ནང་ལ། ཅིག་གི་འཇིགས་སྐྲག་སྐྱེ་ཡག་དང་ཞུམ་པ་སྐྱེ་ཡག་ཁྱོན་ན་མི་འདུག། ང་ཚོ་བོད་པ་བོད་རིགས། དངོས་གནས་དྲ་གནས་སོ་སོའི། ཅིག་གི་ལག་ཁྱེར་བོ་བརྟན་པོ་ཅིག་ཡོད་དེ་བ་ཅིག་གི་དེ་གསལ་པོ་ཤར་ཡོད།

ང་དེ་དུས་རྒྱ་ནག་ལས་ས་ཁུལ་དགུ་རུ་ལ་སླེབས་ཡོད་རེད། གཅིག་གི་མདོ་སྟོད་སྨད་ཀྱི་ས་ཁུལ་དུ་བ་ལས་ང་ཁག་མང་པོ་ཞིག་ལ་སླེབས་ཡོད་རེད། གཅིག་ང་ཚོ་བོད་རིགས་གཅིག་དང་ང་རྒྱ་གར་བ་ཞིག་མིང་ཡོད་པ་ཡིན་དུས་ད་ནས་གཅིག་ང་ཡ་པེ་དགའ་ཞེན།

ཡིན་ཡང་སྤྱི་ཚང་གི་ང་རང་ཚོ་བོད་མི་རིགས་ཀྱི་གནས་སྟངས་སྐོར་འགྲེལ་བཤད་ཞུས་ས་ནས་ང་རའི་སེམས་འགུལ་ཐེབས་ཡོད་ཀྱི་འདུག་ལ་གཅིག་བོད་པ་ཚོའི་མང་པོ་ཅིག་གིས་མིག་ཆུ་དང་གིས་གང་ལྟར་ཅིག་དགའ་ཞེན་དང་མཚོན་ནས་གཡོ་བ་མེད་པ་ཅིག་རེད་ཤག་ང་ཚོ་བོད་པ་ཚོས་སོ་སོའི་མི་རིགས་ལ།

བོད་པའི་ལར་བསྐྱར་བ་དེ་རྒྱ་ནག་དང་འདྲ་བ་ཞིག་གི་དམིགས་བསལ་ཤུགས་ཆེན་པོ་ཡོད་རེད་དེ་ཡིན་ནའི་ག་ད་ག་རང་ཚོ་ཆོས་རྒྱལ་ན་རིམ་གྱི་བོད་པ་བོད་པའི་ཞང་ཁོག་རུ་དེ་ཞེ་བོ་ཅིག་བརྟན་པོ་རེད་དོ། ཨ་ར་ངའི་མི་ཐོ་དེའི་འོ་ད་ང་ཟི་ལིང་ནས་ཡོང་པ་རེད།

རྒྱ་གར་སླེབས་ནས་ང་ཚོའི་སེམས་ཤུགས་དེ་ཁྱི་དེ་ག་རེད། ང་ཚོ་བོད་རིགས་རྒྱ་གར་ཙམ་མ་ཡིན་པའི་གཅིག་གི་རྒྱལ་ཁབ་གཞན་དག་དེ་བ་ལ་བོད་རིགས་ཡོད་དེ་ངས་གཅིག་ཚང་མ་ལོག་གི་སོ་སོ་ང་ཚོ་བོད་པ་ཡིན་ཞེས་ནས་བོད་པའི་གཅིག་གི་གཞན་ཤ་རྩ་རུ་དེ་བོད་པ། ག་བར་ཡོད་ནས་སེམས་ཤུགས་འདི་ཁྱིལ་བྱས་བསྡད་བསྡད་ཀྱི་ཡོད་རེད། ཞེ་བོ་གཅིག་གིས་ང་ཚོ་ལྷག་བསམ་ཞེན་ལྐོག་གྱུར་མེད་པ་རེད་ཤག་ད་གནས་སྟངས་འདིའི་འོག་ནས་བོད་ཀྱི་གནས་སྟངས་འདི་ཀོ་ཅིག་བཟང་ཕྱོགས་ཀྱི་འགྱུར་བ

སྒང་རང་ཚོ་ནང་པའི་གཞུང་གི་ནང་ལོགས་ལ་སེམས་ཁམས་རིག་པ་དེ་ཚོའི་གྲས་བཞི་བོ་ཞིག་གིས་ཞིབ་ཚགས་པོ་འདུག་ག་དེ་ང་ཚོའི་ཚན་རིག་པ་ལ་ཕར་རོགས་རམ་བྱེད་ཐུབ་ཀྱི་འདུག་ག་ཡང་དེ་དང་ཆབས་ཅིག་ཡང་ང་ཚོ་ཞིག་གིས་ཚན་རིག་པའི་རིག་པ་གསར་པ་དེ་ཚོའི་གྲས་ཡང་ང་ཚོ་ཚུར་སློབ་སྦྱོང་བྱས་ཡག་ལེ་ཀོ་ཕན་ཐོག་ཡོང་གི་རེད་ས་ག་ངས་ཀླད་པ་དེ་མིན། བྱམས་ཀྱི་བྱང་ཆུབ་སྐུ་གསུམ་དང་སྟོང་ཉིད་ཀྱི་ལྟ་བ་དེ་ཡིད་བདེ་གི་ཉམས་ལེན་བྱེད་ཡག་གཙོ་བོ་རེད། ཡང་ཚན་རིག་གི་ཐོག་ལ་ཡིན་ནའི་སེམས་ཁམས་རིག་པའི་འགྲོ་སྟངས་དང་དེ་ཚོའི་འབྲེལ་ཏེ་ང་ཚན་རིག་པ་དེ་ལས་འབྲེལ་བ་ཞེ་དྲག་ཡག་པོ་ཡོད། དངོས་ནས་ཚན་རིག་པ་མང་པོ་ཅིག་གིས་ང་ལས་ཚུར་དགའ་པོ་ཞུ་བྱེད་ཀྱི། ཚེ་སང་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་བོད་ལ་འདི་ཡོད་བསྡད་པ་དེ།

བོད་ཆོལ་ཁ་གསུམ་གྱི་མི་རིགས་ཚོས་སོ་སོའི་ཞེན་ཁོག་དེ་འགྱུར་བ་འགྱུར་ནི་མེད་པ་གཅིག་གིས་བརྟན་པོ་ཞིབ་པོ་བྱེད་བསྡད་པ་རེད། སྐབས་མང་བོ་ལ་ཡིན་ནའི་བོད་མི་རིགས་ཀྱི་ལྟ་སྤྱོད་བརྟན་པོ་ཞིག་ཡོད་བསྡད་པ་དེ་མུ་མཐུད་ནས་བརྟན་བསྡད་བསྡད་ཀྱི་རེད། ཞེས་སོ། ངའི་ངོས་ནས་ཆ་བཞག་ནས་གང་ལྟར་བོད་མི་རིགས་རིག་གཞུང་དང་བཅས་པ་བདེ་སྐྱིད་དེ་པའི་འཛམ་བུ་གླིང་འདི་གང་ལ་པའི་ས་གདན་ཕུག་ཕུལ་ཅིག་བྱེད་ཡ་བྱེད་ཀྱི་འདི་ང་སེམས་ཤུགས་ཡོད་དེ་དངོས་གནས་དྲ་གནས་དངོས་ཡོད་གནས་ཚུལ་ལ་ཀོ་ཕན་ཐོག་ཡོད་བསྡད་པ་རེད་ཤག་ང་ཚོའི་གཞུང་ཁྲི་འདུས་ཚང་ནས་དབུ་ཚད་ཀྱི་གཞུང་འདི་དེ་དཔེ་ཡག་པོ་རེད

པའི་མཁས་དབང་ཚང་མ་ལོག་གིན་སོ་སོའི་རིག་གཞུང་གཏིང་ཟབ་འདི་དག་གོ་ཨང་གི་དག་གོ་རྒྱབ་བྱེད་བསྡད་ཡོད་རེད་ད། ཀོ་རིམ་པས་རིམ་པས་གི་དུས་ཚོད་འགྱུར་བ་ཡོང་གི་རེད། ང་ཚོ་རིག་གཞུང་འདི་གཙོ་བོ་སེམས་ཁམས་རིག་པ་དང་འབྲེལ་བའི་རིག་གཞུང་ཞིག་ཆགས་ཡོད་དུས་སེམས་ཀྱི་ཞི་བདེ་སྒྲུབ་ཡག་གི་རིག་གཞུང་ཆགས་ཡོད་དུས་དེ་ཕྱིའི་དུས་ཀྱི་འགྱུར་བ་ལ་ལྟོས་པ་ཡོག་མ་རེད་ཁོ་མུ་མཐུད་འདེག་གི་རེད།